གླིང་གེ་ཁོ་མི་ས། ད་རིང་གི་ལེ་ཚེ་འདས་སུམ་ཅུ་པ་གི་ཆོས་ཆོས་སྐོར་ལ་ཡིན། ཨིན་ཁི་སིན་གོང་ལ་ཡ་ལེ་ཚེ་གཉིས་འདུག་གླིང་གེ་ལ་ཡ་ཞུས་ཟིན་པ་ཡིན་ལེ་ཚེ། གཉིས་དེ་ག་རེ་ཞུས་པ་ཡིན་ན་སུམ་ཅུ་པ་གི་མཚན་དོན་དང་བསྒྱུར་བྱ་གཉིས་འདུག་རེད་ད་རིང་སུམ་ཅུ་པ་གི་ཆོས་ཆོས་ཡིན། ཨིན་ད་འདི་འདི་ནང་ལ་ངས་གསབ་བྱེད་ཞིས་འདུག་བཀོད་ཡོད་ཨིན་གསབ་བྱེད་དེ་སི་ཏུའི་འགྲེལ་བྱེད་ནང་ནས་འདུག་ལེ་བ་ཡིན་ཞུས་ཡ་ཡིན། ག་ཡིན་ཞུས་ན་སུམ་ཅུ་པ་ཁོ་རང་ལ་ཡ་འདྲེ་ཟ་དམིགས་བསལ་གི་གསབ་བྱེད་དེ་འདྲ་ཡོག་མ་རེད་སོང་ཙང་ངས་སི་ཏུ་འགྲེལ་བྱེད་ནས་འདུག་བླངས་བ་ཡིན། ཨ་ནི་ཡ། ད་གསབ་བྱེད་དང་པོ་དེ་སྤྱིར་དཀོན་མཆོག་གསུམ་ལ་ཕྱག་འཚལ་བ། བྱེ་བྲག་ཏུ་འཇམ་པའི་དབྱངས་ལ་ཕྱག་འཚལ་བ། དགོས་པའི་དབང་གིས་སྟག་ཤི་བ་ལ་ཕྱག་འཚལ་བ། དྲིན་གསོ་བའི་ཕྱིར་མཁས་པ་སྤྱི་དང་བྱེ་བྲག་ལ་ཕྱག་འཚལ་བ། ཞེས་བྱེད་དེ་འདྲས་རེད། ཨ་ནི་ཐོག་མ་དེ་ལས་ངེས། སྤྱིར་དཀོན་མཆོག་གསུམ་ལ་ཕྱག་ག་འདྲའི་ཚད་ཡོད་མེད། ག་འདྲའི་ཚད་ཡོད་མེད་ཨ་ནི་སུམ་ཅུ་པ་ནང་ལ་ཡང་བསྟན་མེད་དུ་བཞུགས་ཡིན། ཨ། སུམ་ཅུ་པ་ལས། གང་ལ་ཡོན་ཏན་མཆོག་མངའ་བའི། དཀོན་མཆོག་དེ་ལ་ཕྱག་འཚལ་ལོ། གང་ཟེར་དུས་སམ་ལ་སྐབས་དེ་ལ་ཡང་གང་དེ་ཅི་འདྲ་རེད། ལ་དེ་དུས་ད་ལ་དོན་གྱི་ཕྲད་དེ་འདྲ་ཟེར་ཞོར་ཡིན། ཨཱ་ནི་ཡོན་ཏན་སྐབས་དེ་ལ་ཡང་ཡོན་ཏན་ཟེར་དུས་སམ་ལ་སུ་གི་ཡོན་ཏན་ཟེར་དགོས་རེད་ཞུས་པ་ཡིན་ན་ཨཱ་ནི་དཀོན་མཆོག་དཀོན་མཆོག་གི་ཡོན་ཏན། མཆོག་ཟེར་དུས་སམ་ལ་ཡང་ཕྱོགས་དུས་ཀྱི་རང་ཕུན་ཚུན་ཚོགས་པ་ཆེ། མངའ་ཟེར་དུས་སམ་ལ་ཨཱ་ནི་བདེན་པའམ་ཡོད་པ་ལ་ཡང་མངའ་བ། ཨཱ་ནི། དཀོན་མཆོག་ཟེར་དུས་སེམས་པ་ལ་སྐབས་དེ་ལ་ཡང་ནི་རྒྱུད་བླ་མ་རྣམས་ལ་ཡང་ག་འདྲའི་སྲོག་ཆགས་ཞུས་པ་ཡིན་ན་དཀོན་མཆོག་ཟེར་དུས་སེམས་པ་ལ་ཡང། འབྱུང་བ་ཀུན་གྱི་དྲི་མེད་ཕྱིར། མཐུ་ལྡན་ཕྱིར་དང་འཇིག་རྟེན་གྱི་རྒྱན་གྱུར་ཕྱིར་དང་ཆོས་ཉིད་ཕྱིར། འགྱུར་བ་མེད་ཕྱིར་དཀོན་མཆོག་ཉིད་ཅེས་ཀྱི་དེ་འདྲས་གསུངས་འདུག། གཅིག་དང་དང་དཀོན་མཆོག་ཟེར་དུས་སེམས་པ་ལ་སྐྱོན་ཡིན་ལ་ན་སྐྱོན་པོ་ལ་གོ་ར་ཕྱོགས་ལ་ན་ཕྱོགས་དུ་གྱུར་བས་སྐབས་དེ་ལ་ཡང་དཀོན་མཆོག་དེ་ལ་ཡས་ན་དུས་སུ་ཀུན་སྤྱོད་གསུམ་ཟེར་དེ་འདྲ་ང་ཚོས་གཟིགས་དགོས་ར། དེ་འདྲའི་ཟིན་པ་ཡིན་ནི་ཀུན་སྤྱོད་གསུམ་དེ་ཡང་སོ་སོ་གི་ཚིག་ངན་འདྲ་བོ་ཞིག་དོད་དོད་ཞུས་པ་ཡིན་ན་འདྲ་ཟེར་བྱ། དཔེར་ན། དུ་ས། དུ་མ་ཆེ་གི་ཡོན་ཏན་བརྒྱད་དང་ལྡན་པའི་སྐྱབས་མོས་ཐར་དུས་དེ་ལ་ཀུན་སྤྱོད། སངས་རྒྱས་ཀུན་སྤྱོད་ཟེར་བ་རེད་ད་ནང་བཞིན་བསམ་མེད་གཉིས་མེད་སོགས་ཡོན་ཏན་བརྒྱད་དང་ལྡན་པའི་སྐྱབས་མོས་ཐར་དུས་དེ་ཆོས་ཀུན་སྤྱོད་བྱས། རིག་གྲོལ་གྱི་ཡོན་ཏན་བརྒྱད་དང་ལྡན་པའི། འཕགས་པའི་གང་ཟག་དེ་ལ་ཡང་དགེ་འདུན་དགོན་ཟུར་བྱས་ཀྱི་དེ་འདྲས་ཀྱི་དཀོན་མཆོག་དེ་ལ་ཡང་གནས་འདུག་སུ་དགོས་གསུམ་གུས་པ་ཆེན་པོས་བཀོད་ནས་ངས་ཕྱག་འཚལ་བ་ཡིན་ཟེར་གོ་རེད་ཕྱག་འཚལ་བ་པོ་དེ་སུ་རེད་ཞུས་པ་ཡིན་ན་སྐབས་དེ་ལ་ཡང་འདུག་སློབ་དཔོན་འཐུས་མི་བསམ་པོ་དེ་རེད་ཞུས་ཡ་ཡིན། ཨ་ད་ནང་བཞིན་ད་མཁས་པ་ཁག་ཁག་གིས་ཞེ་སོད་མ་འདྲ་བ་དེ་འདྲས་ཞུས་པ་ཡིན་ན་གླིང་གའི་ལ་ཡང་ཨེ་འདྲ་ཟེར་ཤག་གང་ལ་ཞེས་པའི་ལག་གིས་ཁྲིད་དེ་རྣམ་གླིང་པཎ་ཆེན་གྱི་འདུག་སུ་ཉེས་གསུངས་འདུག་ཡིན་པ་འདུག་གོ་རེད་ཡིན་ནའི། སི་ཏུ་པན་ཆེན་དང་ཀྲ་ཏི་གཉིས་ཀྱི་ནི་ལ་ཡིག་སྟེ་རྣམ་དབྱེ་བདུན་པ་དེ་ནི་རེད། གང་ཞུ་ན་ནི་ཡོན་ཏན་ལྔ་སའམ་ལྔ་བའམ་ཡོན་ཏན་ལྡན་པ་སི་ཏུ་གསུམ་ལ་དུ་སི་རྣམ་དབྱེ་བདུན་པ་དུ་སི་ཆགས་ཡོད་ར་སོང་ཙང་རྣམ་དབྱེ་བདུན་པ་ཡིན་ཟེར་བ་རེད། ད་གང་ན་ཤིང་གི་དཀོན་མཆོག་དེ་ལ་ཆགས་ས་ལོ་ཞེས་པའི་ལ་ལ་བདུན་གྱིས་ཕྲད་དེ། ནི་ཀྲ་ཏི་དང་རྣམ་གླིང་པན་ཆེན་གཉིས་ཀྱི་རྣམ་དབྱེ་བཞི་པ་ལ་ཡང་ངོས་བཟུང་གི་རེད་ཡིན་ནའི་སི་ཏུ་པན་ཆེན་གྱི་དེ་ཡི་དུ་སི་ད་རྣམ་དབྱེ་གཉིས་པ་རེད་ཟེར་བྱེད་ཅེས་ཨ་འདྲས་སི་ད

བཀྲ་བདེ་རིན་ཆེན་དགེ་བཤེས་དོན་གྲུབ་དར་ནག་བཅས་ནི། གསེར་རྟ་བློ་བཟང་ཚུལ་ཁྲིམས་ཁོ་ཚུལ་རྒྱལ་ནི་དཀོན་མཆོག་དེ་ལ་ཕྱག་འཚལ་ལོ་བྱེད་ཅིག་དཀོན་མཆོག་བྱེད་ཅེས་བསྐོས་ན་འདུག་ཡིན་ནའི་སི་ཏུ་པན་ཆེན་གྱིས། དཀོན་མཆོག་མ་ཡིན་པ་བཅས་དཀོན་མཆོག་བྱེད་ཅེས་ལྕགས་ནར་ཅོག་ག་བཅུག་དུས་སུ་བསྐྱོད་ན་ཞག་ཞོན་ཡིན་དོན་དོན་ནི་ཡིན། དཀོན་མཆོག་དང་དཀོན་མཆོག་གཉིས་དེ་དར་ས་ནི་ཡིན་ཁྱད་པར་ཙམ་དེ་འདྲ་རེད་འདུག་ཞོན་ཡིན། ད་གོང་ལ་ཡང་སྤྱིར་ཀོང་ཇོ་གསུམ་ལ་མཆོད་པར་བརྗོད་པ་དེ་དུས་ཕྱིན་ཆད་གཉིས་པ་བྱེ་བྲག་ཏུ་འཇམ་པའི་དབྱངས་ལ་ཡང་དུས་ཕྱག་འཚལ་བ་སྟེ་འབྲས་ལས་ཞག་སུམ་ཅུ་པ་ནང་ལ་ཡང་གང་གི་སྒྲ་དབྱངས་ཀུན་བཟུང་བས་འཇམ་པའི་དབྱངས་ལ་ཕྱག་འཚལ་ལོ། གང་ཟེར་དུས་གསུམ་པ་ལ་སྤྱི་སྒྲ་དང་གི་སྒྲས་ནི་བྱེ་བྲག་གི་ཕྲད། སྒྲ་དབྱངས་ཟེར་དུས་གསུམ་པ་ལ་སྐབས་དེ་ལ་ཡང་སྒྲ་དང་དབྱངས་དེ་ལ་ཡང་མཁས་པ་སོ་སོ་གི་བཞེད་སྲོལ་མ་འདྲ་བ་ལོ་བར་ཤར། དཔེར་ན། བཀྲ་ཏི་དང་རྣམ་གླིང་པཎ་ཆེན་ཁོ་རང་གཉིས་ག་རེ་གསུང་གི་འདུག་ཞུས་པས་ན་སྒྲ་དབྱངས་ལ་ཡ་དེ་ཨ་ལི་བཅུ་དྲུག་ཁོ་ན་ལ་ཡ་དུ་ངོས་གསུང་གི་འདུག་ཡིན་ནའི། མཁས་དབང་སི་ཏུ་གིས་ཨ་འདྲ་སི་འདྲ་བྱ། སྒྲ་དབྱངས་ཟེར་དུས་བསམ་པ་ལ་ཡ། ད་འཛམ་བུ་གླིང་ལ་ཡོད་པའི་སྒྲ་དང་དབྱངས་ཚང་མ་ལོ་ནི་གསུང་ངེས་དེ་འདུག་ཟི་ད་རྗེ་བཙུན་འཇམ་པའི་དབྱངས་རེད་ཟི་སོང་ཙང་ཡ་ནི་སྒྲ་དབྱངས་ལ་ཡ་དེ་འདུག་ཟི་ད་ཨ་ལི་བཅུ་དྲུག་ཁོ་ན་མ་ཡིན་པ་ཆེ་ཡ་ནི་འཇིག་རྟེན་གྱི་ཁམས་དེ་ལ་ཡོད་པའི་སྒྲ་དང་དབྱངས་ཚང་མ་ལོ་ལ་ཡ་དུ་ཟི་ཁོ་ན་གི་འདུག། དོན་དུ་ནི་སྒྲ་དབྱངས་ཀུན་གསུངས་པས་འདོད་བསམ་ལ་ཀུན་ལ་ནི་གང་དགའ་ཟེར་བ་ར་དེ་འདྲའི་གསུང་གིན་ཡིན་གྱིན་རྗེ་བཙུན་འཇམ་པའི་དབྱངས་ལ་ཡང་དུ་ས་བཏགས་གོས་གསུམ་གུས་པ་ཆེན་པོས་བསྐོན་ནས་དུ་ས་ཕྱག་འཚལ་གྱིན་ཡིན་ཞེས་བཤད། དེས་ནི་བྱེ་བྲག་ཏུ་འཇམ་པའི་དབྱངས་ལ་ཡང་དུ་ས་ཕྱག་འཚལ་བ་དེས་དུ་ས་བྱས། ཆོས་རྗེ་གསུམ་པ་གུས་པའི་དབང་གིས་རྟགས་ཞི་བ་ལ་ཕྱག་འཚལ་བ། སུམ་ཅུ་པའི་གཞུང་ནང་ལ་ཡང་འདྲེ་ཟེར། གང་གི་མིང་གཞི་སྔོན་གསུངས་པའི། རྟགས་ཞི་བ་ལ་ཕྱག་འཚལ་ལོ། ཞེས་བྱའི་བདུད་ཟེར། དེ་གང་དེ་དེང་གི་གོང་དུ་ཞུ་བ་ནང་དག་བྱེད་ཅེས་གང་ལ་ན་སྤྱི་སྒྲ་བྱས་གྱིས་དེ་བྱེད་སྒྲ་བྱས། མིང་གཞི་ཟེར་དུས་ཟིན་པ་ལ་ཡང་སྐབས་དེ་ལ་ཡང་མིང་གཞི་དེ་ལ་ཡང། དུས་ཚོད་མ་འདྲ་བ་དེ་འདྲས་ཡོད་རེད། པྲ་ཏི་དང་གནམ་ལི་པཎ་ཆེན་ཁོ་ནར་འཛུལ་གྱིས་ཨ་ནི་སྐབས་དེའི་མིང་གཞི་དེ་ཨ་ནི་གསལ་བྱེད་སུམ་ཅུ་ལ་ཡང་དུས་སུ་ངོས་འཛིན་གནང་དགོས་རེད་ཡིན་ནའི་སི་ཏུ་པཎ་ཆེན་གྱིས་སྐབས་དེའི་མིང་གཞི་དེ་ཧི་ཡིག་ཙམ་ལ་ཡང་དུ་ངོས་འཛིན་གནང་གི་རེད་བཤད་ཡིན་དོན་དུ་དེ་འདྲས་ཀྱི་མིང་གཞི་སྔོན་དུ་གསུང་ཡིན་གྱི་ཨཱ་ནི་སྟག་ཤི་བ་ཁོང་ལ་ཡག་དགོས་གསུམ་གུས་པ་ཆེན་པོས་ཕྱག་འཚལ་གྱི་ཡིན། ཨཱ་ནི་ད་ནང་བཞིན་སྟག་ཤི་བ་ཟེར་དུས་གསུམ་པ་ལ་ཅིག་དང་གཟུགས་ཧིན་དི་སྐད་ལ་ཡག་ཤི་བ་ལ་ཡག་སྟག་ཤི་བ་ཟེར་གོ་ར། ཡིན་ནའི་སྟག་ཤི་བ་ཁོ་རང་ལས་ཡང་འདོད་ཚུལ་མ་འདྲ་བ་ག་འདྲས་རེད་ཞུས་པ་ཡིན་ན། དཔེར་ན། སྟག་ཤི་བ་དེ་སི་ཏུ་པིན་ཆིན་གྱི་བླ་འོང་ཆོས་ཆེན་པོ་རེད་ཟེར་གི་རེད། ཡིན་ནའི་དགྲ་སྡིག་གི་ཁྱབ་རྒྱུའམ་ཚངས་པ་རེད་ཅེས་བྱས་འདུག་སུང་ཙི་ནང་སྒོར་ལ་ད་ནང་བཞིན་གྱི་ཨ་ནི་དཔའ་བོ་གཙུག་ལག་ཕྲེང་བ་གི་རྟགས་ཤོར་བ་ཟེར་དེ་ཨ་ནི་སངས་རྒྱས་རེད་ཅེས་བྱས་དེ་འདྲས་འདོགས་དགོས་རེད། ད་ནང་བཞིན་རྣམ་གླིང་པན་ཆེན་དཀོན་མཆོག་ཆོས་གྲགས་ཀྱི་རྟགས་ཤོར་དེ་སྤྱན་རས་གཟིགས་རེད་ཅེས་བྱས་འདྲས་ད་སྡོད་མཁན་མ་འདྲ་བ་དེ་འདྲས་ཡོད་རེད་ཞུས་ཡིན་དེ། རྒོད་པོའི་དབང་གི་རྟགས་ཤོར་བ་ལ་ཕྱག་འཚལ་བ་ཞུས་པའི་དགོས་པ་དེ་ག་རེད་ཞུས་པ་ཡིན་ན་ཨ་ནི་གཅིག་ཐང་ཐང་གི་གོང་ལ་ཡ་དཀོན་མཆོག་གསུམ་ལ་ཡ་བདུད་བདག་ཕྱག་འཚལ་ཟིན་པར་བ།

དེའི་དུས་སུ་མོ་ལ་བླ་དབང་ཆོས་ཆེན་པོ་དེ་གའི་ཐོག་མ་བཀོད་པ་བོ་ཡིན་པ་སོང་ཙང་ང་ཚོ་གུས་ཞབས་བྱས་ནས་ཁོང་ལ་ཡར་ཕྱག་འཚལ་བ་རེད། དེ་ག་ནང་བཞིན་གཅིག་ག་རེ་ཞུས་པ་ཡིན་ན་ཚོ་ད་གྲོས་པའི་གཞུང་ལུགས་དེ། ནང་པ་ཙམ་གྱི་སྦྱང་བྱ་མེད་པ་བྱས་ཕྱིར་འོས་པ་ཡིན་ནི་ལས་ཁོ་རང་ཚོ་གིས་རྗེས་སུ་བཟུང་ཡས་ཀྱི་ཆེ་བསྟོད་ནི་དུ་ས། བླ་དབང་ཆོས་ལ་ཡ། ཕྱག་བཙལ་བ་རེད། དེང་དུས་སེམས་དཔའ་གསུམ་པ་རྒོད་པོའི་དབང་གིས་རྟགས་ཞུ་བ་ལས་ཡང་ཕྱག་འཚལ་བ་ཞེས་པ་འདི་དང་འབྲེལ་ངོ་སྤྲོད་ཞུས་ཟིན་པ་ཡིན། ཆོས་རྗེ་བཞི་པ། དྲིན་གཟོ་བའི་ཕྱིར་མཁས་པ་སྤྱི་དང་བྱེ་བྲག་ལ་ཕྱག་འཚལ་བ། དྲིན་གཟོ་བ་ལ་དུས་གསུམ་ལ་ཡང་བཀའ་དྲིན་དྲན་ཡ་གི་ཆེད་དུ་ཨ་ནི་དུ། མཁས་པ་སྤྱི་དང་ཨ་ནི་བྱེ་བྲག་ཏུ་ཨ་ནི་སོ་སོའི་འགན། བླ་མ་ལ་ཡང་ཕྱག་འཚལ་ཡིན། ད་སུམ་ཅུ་པའི་གཞུང་རྣམས་ལ་ག་འདྲའི་གསུངས་ཡོད་རེད་ཞུས་པ་ཡིན་ན། སྡེབ་སྦྱོར་ལས་རྩའི་མཁན་རྣམས་དང་བླ་མ་ལ་ཡང་ཕྱག་འཚལ་ནས་ཞེས་བཅས་བཀོད་ཡོད་རེད། སྡེབ་སྦྱོར་ཟེར་དུས་བསམ་པ་ལ་ནི་གཅིག་དང་ནི། ཚིག་དོན་ཕུན་ཚུན་ཚོགས་པ་ལ་ཡང་སྡེབ་སྦྱོར་ཞེས་བཅས་གོ་གི་རེད་ལ་ད་ནང་བཞིན་དཔེར་ན་སྙན་དངགས་མེ་ལོང་མའི་གཞུང་འགྲོ་བ་ཡིན་ན། སྡེབ་སྦྱོར་ཟེར་དུས་བསམ་པ་ལ་ཡང་ཚིགས་བཅད་ཁོ་ན་ལ་གོ་ཡ་དང། ནི་མཚམས་མཚམས་རེ་ནི་ཡང། སྡེབ་སྦྱོར་ཟེར་དུས་བསམ་པ་ལ་ཁ་ཤས་ཀྱིས་ག་འདྲའི་འབྲེལ་བཤད་ཀྱིན་འགོད་དུས་ཞུས་པ་ཡིན་ན། གླེགས་བམ་ཡག་པོ།

ཐུ་མི་སམ་བུ་ར་རྒྱལ། ཨ་ནི་དངོས་དང་བརྒྱུད་པའི་ལ་མ་ཏུས། བྲམ་ཟེ་ལི་བི་ཀ་ར་དང་ལྷ་རིག་པའི་སེང་གེ་དེ་ཚོ་ཟེར་བ་རེད། དེ་ཚོ་ལས་དུ་ས་གུ་གསུམ་གུས་པ་ཆེན་པོའི་ཐོག་ནས་དུ་ས་ཕྱག་འཚལ་གྱི་ཡིན། ཨན་ཕྱག་འཚལ་ནས་ནི་ག་རེ་བྱེད་ཀྱི་ཡིན་ཟེར་དུས་སེམས་པ་ལ་ཡ། ཕྱག་འཚལ་ནས་ཟེར་དུས་སེམས་པ་ལ་ནད་དེ་དུས་སྐབས་དེ་ལ་ཡ། ལྷག་བཅས་ཀྱི་གྲས་རེད། ཕྱག་འཚལ་ནས་ཨ་ནི་དུ་ས་དེ་ནི་མ། དེ་བཞུགས་པ་ལ་ཡ་རྩོམ་པར་དམ་བཅའ་བ་དེ་དེ་འདྲའི་སླད་ཡོད་རེད་བཤད་ཡིན།